དངོས་བཅུད་རྩི་བཞི་སྟེ། བི་གའི། ཀ་སོགས་དུས་གསུམ་སྤྱི་དང་བའི་སྡོམ་རྩིས་ན་གསལ་བ་ཞིག་གསུངས་བྱས་བྱས་བྱ་ཡུལ་མ་ནི་ངེས་པར་བ། བྱེད་པོ་མོ་ཡིས་ངེས་པ་རེད། འདས་པ་ཕོ་ཡིས་ངེས་པ་རེད། རང། བྱ་ཡུལ་སྲིད་དུ་མ་འོངས་པ་ལ་དངོས་བཅུད་མ་ནི་ག་དང་ག་ཡང་བ་ཞིག་བྲི་ཡ་ཅི་དང། ད་ལྟ་བ་ལ་ཨ་དངོས་བཅུད་བ་བྲི་ཡ་ཅི་དང། འདས་པ་ལ་དངོས་བཅུད་ཕོ་བ་ཡིས་བྲིས་པ་དེ་ཁོ་དུས་གསུམ་སྤྱི་དང་བའི་གི་སྒྲིག་འཛུགས་རེ་བྱེད་རེད། དེས་ན་ང་ཚོས་དུས་གསུམ་གཅིག་དངོས་ཞེས་བྱ་ཞིང་ཐོག་མར་དུས་གསུམ་སྤྱི་དང་བ་ལ་ཡང་དུས་གསུམ་གཅིག་དངོས་ཞེས་བྱ་ཕྱི་དང་དཔའ་བརྟེན་ནས་མཐུན་པའི་དུས་གསུམ་སྤྱི་དང་བ་ཞེས་བྱ་ཕྱི་དང་དཔའ་དག་གནས་ཤིང་གང་གསོ་བ་ལས། རྒྱུད་སྡེར་བྱེད་ཚིག་མ་ནིང་སྐྱོ་ཡང་སྲིད་ཟེར་བའི་སྐབས་ནས་བསྟན་པའི་གེགས་དུས་གསུམ་སྤྱི་དང་བ་བཅས་རིགས་གསུམ་ཞེས་ཞུས་ཡིན་པ། རིགས་གསུམ་ནང་ནས་ད་སྙེད་ལ་ཡང་གེགས་སར། དུས་གསུམ་གཅིག་དངོས་ཀྱི་ལས་ཚིག་འདི་མ་ཞུས་ཞུ་དགོས་རེད། དུས་གསུམ་གཅིག་དངོས་ཀྱི་ལས་ཚིག་ཡིན་ན། དུས་གསུམ་མངོན་འགྱུར་རྒྱུ་བའི་ལས་ཚིག་མི་ཁྱབ་བཅས་ངས་ལས་སམ་དུས་སུ་བཏང་དགོས་རེད། ག་འདྲའི་ལས་ཚིག་དགོས་རེད་ཟེར་ན། དུས་གསུམ་གང་ལ་ཡང་མངོན་འགྱུར་མི་འདྲ་བ་མི་འདྲ་བ་ཞིག་ཐོབ་ཡོད་ཀྱི་སྡེ་ཚན་གྱི་རེ་དོགས་ན་དུས་གསུམ་གཅིག་དངོས་མི་ཁྱབ་རེད། དུས་གསུམ་གང་མངོན་ཆོས་མི་འདྲ་བ་ཞིག་བྲིས་ཡོད་དུས་དགོན་གནས་འདིའི་བྲིས་ལུགས་དེ་དུས་གསུམ་སྤྱི་དངོས་ཀྱི་བྲིས་སྤྱི་དང་བས་ཀྱི་བྲིས་ལུགས་མ་གཏོགས་ཅི་གཞན་ཡོད་མ་རེད། དུས་གསུམ་གང་མངོན་ཆོས་ཐོབ་པ་དང་མངོན་ཆོས་ཐོབ་པ་ཟེར་ཡ་དེ་དུས་གསུམ་བྱེ་བྲག་པ་ལས་ཡོད་རེད་དུས་གསུམ་ཐོབ་པོ་ལས་ཡོད་རེད། དུས་གསུམ་ལ་མངོན་བརྗོད་ཐོབ་པ་གང་ཞིག་ལ་ཡང་དུས་གསུམ་ཀའི་མངོན་བརྗོད་མི་འདྲ་བར་འགྱུར་བལྟས་པ་དེ་དུས་གསུམ་གཅིག་དང་བ་ནི་མ་གཏོགས་ཡོད་མ་རེད། དེའི་ནང་ནས་དུས་གསུམ་གཅིག་དང་བ་ནི་རིགས་གསུམ་ཡོད་པའི་ནང་ནས་དུས་གསུམ་གཅིག་དངོས་རེད་ཟེར་ཡག་དེ། ཨ་ནི་ཁོ་དམིགས་བསལ་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཟེར་ནས་ག་འདྲི་བྱོས་ར་ཟེར་ན་དུས་གསུམ་མངོན་བརྗོད་མི་འདྲ་བ་ཐོབ་པའི་གི་ལས་ཚིག་ཆགས་རེད་ད་རྒྱལ་བྱུང་ཨ། ད་ཁེས་ང་ཚོ་དུས་གསུམ་གཅིག་དངོས་ཀྱི་ལས་ཚིག།

སྟག་ལས་ངན་ལས་ཡ་དེའི་འགྲོ་ལུགས་དུ་མ་ཤུ་ངན་ལས་ཡ། ཁྱེད་རང་ཚོ་གི་ཀོང་བན་ནག་ལས་ཡ། དུས་གསུམ་གཅིག་དངོས་ཞེས་ཡ། དེ་དུས་གསུམ་དངོས་ཆོས་བསྒྱུར་བའི་ཀྱི་ལས་ཚིག་ཅིག་ཡིན་པ་ཅིག་ཐུགས་ལ་ཡ་བཞག་བྱས། ད་འདིའི་སྡེ་ཚན་ནག་ལས་ཡ། ཨ་ནི། ཅིག་བྱ་བའི་ཚིག་དུ་མ་སོང། གར་གར་དེའི་ཁུངས་ན་ཡང་གླེགས་ཡོད་མེད་ཅིག་ད་ཐུག་ཡོང་མ་རེད། བྱ་ཚིག་རྣམ་གྲངས་མང་པོ་བཞི་བར་དེ་དེའི་ནང་ནས་དུས་གསུམ་གཅིག་དངོས་ཟེར་ཡག་གི་ཤོག་ཀ་ཟེར་ནས་སྡེ་ཚན་དེའི་ཁུངས་ན་ཡིན་བསྡད་པའི་གི་བྱ་ཚིག་ག་རེ་མེད་ཁྱེད་རྣམས་ཚོ་ཐུག་ལས་ཡང་མེད་པ་ཡིན་ཚ་དུས་ད་ངས་དེ་ནི་མ་ཅིག་དུས་གསུམ་གཅིག་དངོས་ཀྱི་ལས་ཚིག་ཀ་དེ་དང། དུས་ཚོད་གཅིག་དང། དུས་ཚོད་གཅིག་ལས་ཚེ་གང་ཡོད་དེ་བས་མ་བསྡོམས་ན་གཅིག་འདུག་ཟེར་བྲིས་ཡོད་པ་རེད། རེད་རེད་ད་ལྟ་ང་ཚོས་དེ་བཀའ་སྡེ་དང་རྟ་སྡེ་གཉིས་ནང་ནས་ཐོན་པའི་དུས་ཚོད་གཅིག་སྔོན་གྱི་ལས་ཚེ་རྐང་གྲངས་ག་ཚོད་ཡོད་མེད་དེ་མ་བསྡོམས་གི་ནང་ནས་ཁྱེད་རང་ཚོ་ངོ་སྤྲོད་པས་ན་ཨ་ལས་བྱ་བའི་ཚིག་དེ་ཚོ་ནས་དུས་ཚོད་གཅིག་སྔོན་གྱི་ལས་ཚེ་ཡིན་པས་རེད་བསམ་པའི་གི་ཐུགས་ལ་ཡག་ཤག་འོང་བ་རེད།

བྱ་བའི་ཚིག་གིས་ང་ཚོའི་སྐད་ཀྱི་འགྲོས་ནང་ལས་ཁ་བཏུས་ནས་དུས་དལ་བ་རང་བེད་སྤྱོད་གཏང་གི་རེད་ཤུགས་ཆེ་དུས་དལ་བ་བེད་སྤྱོད་གཏང་གི་རེད། དུས་མ་འོངས་པ་དང་ད་ལྟ་བའི་ཕྱོགས་ནས་གཏོགས་གཏོགས་ཀྱིས་སྐད་ཀྱི་འགྲོས་ནང་ཡོར་མང་དུ་བྱེད་ཀྱི་ཕལ་ཆེར་དུས་དལ་བ་སྐད་ཀྱི་ནང་བེད་སྤྱོད་གཏང་བསྡད་ཀྱི་ཡོད་ས་ངས་དུས་དལ་བ་གཞི་བཅོལ་ཆེད་དུས་གསུམ་ངོ་སྤྲོད་བྱེད་ཀྱི་ཡོད་ལ་དུས་དུས་དལ་བ་གཞི་བཅོལ་ཆེད་ཨ་ནི་བྱེད་ཚུལ་སོ་སོའི་རྐང་གྲངས་གར་ཡོད་མེད་དེ་ངས་མ་གཏོགས་སུ་བྲིས་བསྡད་ཀྱི་ཡོད། བྱས་ཙང་ལམ་ཀ།

སྟེགས་ཟེར། ཕྱི་ལ་སྟོན། བྱས་བྱས། ནང་ལ་ཡོད་དུས་པའི་ཕྱི་ལ་སྟོན་ཟེར། ད་ལྟའི་བྱ་ཚིག་རྐང་གྲངས་དུས་ཚོད། དེ་བསྡོམས་ན་ཡོད་དུས་པ་ནན་བཤད་བྱས། ཁོ་ཅིའི་སྐབས་རེ་ཡང་རྐང་གྲངས་ག་རེ་མི་མ་རྙེད་མ་རྙེད་མ་རྙེད་པས་ན་ཨ་བསྡོམས་དེ་སོ་སོས་རྟོགས་རྟོགས་བྱེད་པ་ཞིག་ཐུགས་ལ་ཡ། ཅེས་ངེས་གཏད་ཞུས་གནང་བས་ན་རྐང་གྲངས་ག་རེ་འབེལ་ཨ་ངོ་འཕྲོད་ཀྱི་རེད།

ཕི་ཁེ་ནང་ཡོད་དེ་བ་གང་ག་དུས་དེ་བའི་ལས་ཚིག་རིས་བཅད་བཅད་ཁོ་རང་གིས་དུས་གསུམ་གྱིས་བྲིས་བས་ན་ད་ཕི་ཁེ་རྐང་གྲངས་ནི་བསྡོམས་ན་ཡོད་དེ་བ་གླིང་འདི་གང་དུས་དེ་བའི་ཁོང་ནས་བྲིས་ཡག་རེད་གང་ཚོ་སྐད་ཀྱི་སྒྲོས་ན་ཡོད་ཚོན་ད་ག་ནས་ཀྱི་ཕི་ཁེ་འདི་ན་མ་བྱུག་དེ་ཚོ་ཕ་ཆུང་བ་བྲིས་ཤག་ཡོད་ད་ག་ད་དེ་ཀ་ཏེ་ད་རྟ་ཏེ་གཉིས་ནས་ཐོན་པའི་རྟའི་མིང་གཞི་ཀ་དང་རྟ་མང་དུ་ཞེ་འདང་མི་འདུག་ཨ། ད་དེ་དུས་སྡེ་པ་དེ་ཁྱེད་རང་ཚོ་ངས་ཚང་ནས་ད་མ་འོངས་པ་དང་ད་ལྟ་བར་བྲིས་ཡག་ལ་ད་མ་ད་མ་འོངས་པ་དང་ད་ལྟ་བར་སྐུལ་རྩིས་བྲིས་ཡག་ལ་སྐུ་ཉེ་ཁྲིད་ཀྱི་འོག་མ་རེད་ཁྱེད་ཚང་ང་ཚོ་ངོ་སྤྲོད་ཅིག་ཞུས་ཚར་རེད་བ་ངོ་སྤྲོད་ཞུས་ཚར་རེད་ངོ་སྤྲོད་ཞུས་ཚར་དུས་གོ་ནས་ད་མ་འོངས་པའི་གི་མི་ཤི་དང་ད་ལྟ་བའི་མི་ཤི་གཉིས་ལ་ཡང་མི་ཤི་མོ་ཡིས་ཆགས་ཀྱི་རེད་ཟེར་ཁ་ཞིག་ཞུས་ཚར་རེད་བཀའ་བསྟན་ནས་ཐོན་པའི་དུས་གསུམ་སྤྱི་དང་བདེ་ཆེན་དུ་བཀའ་བསྟན་ནས་ད་ཡང་ད་ལྟའི་ཆེད་ཕི་གའི་སྡེ་ཚན་སྤྱི་ཧོར་དང།

དུས་གསུམ་སྤྱི་དང་བའི་སྔོན་འཇུག་ཐོབ་ཐང་དེ་ངོ་འཕྲོད་མི་ཤེས། འགྱུར་ལྡོག་བཏང་ཐང་དེ་ངོ་འཕྲོད་པས་ན་སྡུག་བདེ་བར་ཆགས་དང། ད་སྔོན་འཇུག་མ་ནི་ག་ད་ཉིད་ཅེས་བྱ་མ་འོངས་པ་ལ་ཡང་བྱ་བའི་མ་ནི་སེ་སྔོན་འཇུག་མ་ནི་ག་ད་གང་ཡང་རུང་བ་ཅིག་ཐོབ་ཀྱི་རེད་ཅེས་གསུངས་པར་བ་དེ་གསུངས་པ་ནས་ཤེས་བྱའི་དང་མི་ཤི་ཀ་དེ་ན་ཐོན་སོང་ན་མི་ཤི་ཀ་དེ་ན་ཐོན་པའི་དུས་གསུམ་སྤྱི་དངོས་ལས་ཟད་ན་ཁྱོད་ཀྱི་མ་འོངས་པའང་སྔོན་འཇུག་དག་ཡིད་ཡིན་པས་ཁྱབ་བ་དང།

དུས་འདས་པའང་དབྱངས་མེད་ཀྱི་ལས་ཚིག་ཡིན་ནམ། ཁྱོད་ཀྱིས་ད་ལྟ་བ་དང་སྐུལ་ཚིག་ལ་ཡང་དབྱངས་ཐོབ་པའི་ཁྱད་པར་ཟེར་ཡ་དེ་དུས་གསུམ་བྱེ་བྲག་པར་འཕེལ་ཞིང་འགྲོ་བ་རེད་སྒྲིག་འཛུགས་དེ་དུས་གསུམ་བྱེ་བྲག་པར་འགྲོ་གི་རེད། ནས་དུས་གསུམ་གཅིག་སྤྱི་དང་བ་ལ་གཅིག་བཤད་ཟེར་ཡ་དེ་ད་ལྟ་ཀ་སྡེ་དང་རྟ་སྡེ་གཉིས་ནས་མ་འདུག་གཞན་དག་སྡེ་ཚན་ལ་ཞི་དྲག་ཞི་དྲག་གིས་དེ་སྒྲིག་འཛུགས་དེ་གླེང་གི་མ་རེད་རེད་བ། ཡིན་ནས་ཁོ་ཁོ་ཁྱབ་ཆེན་པོ་ཞི་དྲག་རེད།

དབྱངས་མེད་པའི་ལས་ཚིག་འབའ། དུས་དེ་བ་དབྱངས་མེད་ལས་ཚིག་འཆང་ཡོད་དུས་སྒོ་ནས་དུས་དེ་བ་དབྱངས་མེད་ལས་ཚིག་ནི་ཁྱོད་ཀྱི་སྐུལ་ཚིག། དབྱངས་ཐོབ་པའི་ཁྱབ་ལ་དབྱངས་དེ་ཡང་ནག་རིག་པའི་ཁྱབ་ཅེས་ལོ་ཀུར་དང། དུས་དེ་བ་དབྱངས་མེད་ལས་ཚིག་ཡིན་ན། ཁྱོད་ཀྱི་སྐུལ་ཚིག་ལ་ཡང་དབྱངས་ཐོབ་པའི་ཁྱབ་སུ་དབྱངས་བྲིས་དགོས་ཀྱི་རེད། དེ་ཡང་དབྱངས་ནག་རིག་ཡིན་དགོས་ཀྱི་རེད་ཅེས་ལབ་པ་རེད། ད་དེ་འདྲའི་དབྱངས་བྲིས་མི་དབོ་བྱེད་ཚུལ་སྟོང་ཕྲག་ན་ནི་གཅིག། གཉིས་སུ་ཐོན་གི་རེད་ད་དེ་དེ་ཁོ་ན་འགྲོ་ས་ཡོད་མ་རེད་གོ་རང་གོ་བྱེད་ཚེ་གཅིག་གཉིས་སྲིད་གི་གཉིས་ལས་བསམ་བློ་བཏང་རྗེས་འདི་སྤྱི་ཡོངས་ཀྱི་སྒྲིག་འཛུགས་འདི་གཏོར་ཞིང་འགྲིག་མ་རེད་བྱེད་དང་སྤྱི་ཡོངས་སྒྲིག་སྒྲིག་འཛུགས་རེད་འདིར་ད་དུས་བསྡད་པ་དབྱངས་མེད་ལས་ཚེ་ཡིན་ན་ཁྱོད་ཀྱི་སྐུལ་ཚེ་དབྱངས་ཡོད་པའི་ཁབ་ལ་དེ་ཡང་དབྱངས་ནག་རིང་པའི་ཁབ་ཅེས་བསྒོམ་པ་ཤེས་ཨ།

རིགས་གཅིག་འབྲིང་པོ་བྲིས་འདུག་གོ་རེད་དུས་ད་ལྟ་བ་ལ། དུས། དུས་དེ་བ་དབྱངས་མེད་ལས་ཚིག་གི་དུས་ད་ལྟ་བ་དེ་ལ་དབྱངས་ཞིག་ཐོབ་དགོས་བ་རེད་དེ་ལ་ཡ། རིགས། རིགས་གཅིག་ནག་རུ་བྲིས་བ་དང་རིགས་གཅིག་འབྲིང་པོ་བྲིས་བ་ཅོ་རེད་འདིའི་མཁས་པ་དེ་ཁ་ཚིག་ཤོབ་ཚིག་ཞུས་ཚར་རེད་ཤོབ་ཚིག་ཞུས་ཚར་རེད། ད་ལྟ་དེ་ལ་ཡང་ངས་ནག་རུ་བྱེད་གི་རེད་ནག་རུ་བྱེད་གི་རེད་དབྱངས། ཐོབ་དགོས་རེད་དེ་དབྱངས་དེ་ངས་ནག་རུ་བྱེད་གི་རེད།

རྗེས་འཇུག་ག་ཡེ་ལི་གཞན་ཕལ་གྱི་དབྱངས་མེད་ལས་ཚིག་གར་དོན་ནས་འདི་གི་དུས་ད་ལྟ་བར་དབྱངས་ཞིག་བྲིས་དགོས་ན་དབྱངས་འདྲེན་པོ་ཆགས་འགྲོ་གི་རེད། དབྱངས་འདྲེན་པོ་མ་གཏོགས་ནག་རུ་བྲིས་ས་ཡོད་མ་རེད་ད། ད་དུ་ལྟས་བཅས་དུས་འདས་པ་དབྱངས་མེད་དབྱངས་མེད་ལས་ཚིག་ཡིན་པ་གང་ཞིག་ལ་ཡང་རྗེས་འཇུག་ག་བྱས་པ་ག་རེ་ཡོད་མདོག་མདོག་མ་ཟིས་པས་ན་འདི་ནང་ན་འདི་འདི་ལྟ་གོ་ལ་དབྱངས་ཡོད་ངེས་རེད་བ། དབྱངས་ཡོད་མཁན་ཡིན་ན་གཅིག་གྱུར་གཅིག་པ་རེད་ད། བོད་བཀའ་བཞིན་སྐུ་བཀའ་བཀོད་བྲིས་འདུག་ན་དུས་དེ་བ་དབྱངས་ལྡན་ལས་ཚེ་སོང་དབྱངས་དུང་བ་ཞབས་ཅུ་ཡོད་ཙང་མ་འོངས་ད་ལྟ་བསྡད་སྐུ་ཚེ་བཅད་པ་གང་ག་ཞབས་ཅུ་བྲི་ཡག་རེད། དུས་དེ་བ་དབྱངས་གར་དུང་ནས་གཅིག་རྒྱུགས་བྲི་ཡག་དང་དབྱངས་མེད་ལས་ཡག་ཨ་ནི་བསམ་སྟངས་ཤིག་རེད། ད་དུ་ཟིག་ཅེས་དུས་དེ་བ་དུས་དེ་བ་དབྱངས་མེད་རྗེས་འཇུག་ག་བྱས་པ་ག་བ་དོ་ཟིག་ད་དེའི་ཅི་དོ་ཨ། དེ་ཅི་དང། དུས་དེ་བ་དབྱངས་མེད་ལས་ཚིག་གཅིག་དང། འོ་འདི་རེ་ད། ཨོ། དུས་དེ་བ་དབྱངས་མེད་ལས་ཚིག་དེ་ཅི་དང་དེ་ལ་ཡ་ཨ་ནི་ཡང། དུས་ད་ལྟ་བ་དབྱངས་ཀྱི་སྦྱར་དུས་ཀུན་ནས་དབྱངས་ག་རེ་བྱ་དགོས་བ་རེད་དབྱངས་ཕལ་ཆེན་དང་ནག་རུ་ཆགས་དགོས་བ་རེད་ད། འོ་འདི་དགོངས་པ་བཤད་ཨ་ནི།